ལྷ་ས་སྐུ་གཟུགས་བཟང་པོ་བཀྲ་ཤིས་བདེ་ལེགས་ཡིན་ཨེ་ནི་ཞུས་ལ། ཨེ་ཏེ་རྗེ་རིན་པོ་ཆེ་གི་སྲུང་མ་བུ་སྐྱེས་ནི་བསམ་པ་བཟའ་དང་ས་དང་ལམ་ཡང་བཟང་བསམ་པ་ངན་ན་ས་དང་ལམ་ཡང་ངན། ཐམས་ཅན་བསམ་པ་བདག་ལ་ར་ལས་པས་རྟག་པར་བསམ་པ་བཟའ་ལ་འབད་པར་འཚོ་ཨ་ནི་འོ་དོ་སྲུང་མ་བྱ་ཨེ་ནི་ཞུས་ལ། འོ་དོ་སྲུང་མ་བུ་སྐྱེས་ཨ་ནི་རྗེས་ཀྱི་དེ་གནང་ཤོག།

ཨུ་ནུ་བུ་ཨུ་དགའ་སྣང་བཅས་ཡ་དང་ནི་ལ་ཨའི་དེ་བསམ་ཚེ་དགའ། གཏེར་ལྡན་པདྨ་གླིང་པའི་ཡི་དགའ་དབང་སྣང་མི་དགའ་སྐབས་དགའ། ཨའི་དེ་སྐྱབས་རྗེ་ནམ་མཁའ་སྙིང་པོ་རིན་པོ་ཆེ་ཀྱི། ཐུགས་སྙིང་རྗེ་ཆེན་པོ་ཀྱི་གཟིགས་ནི། འབྲུ་འོ་རི་རུ་སེམས་ཅན་ཐམས་ཅད་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱིས་འབྲེལ་ནས་གནམ་གྱི་རྫོབ་པའི་ས་གཉིས་ཀ་ཀོ་ཕང་ག་སྐྱེས་པའི་ཁེ་ལས་ལ་ན་ཨ་ནི་འུ་དུ་ལྟ་བུ་ཐུགས་བསམ་གྱི་བུ་སྙིང་རྗེ་ཆེན་པོ་ཀྱི་འུ་དུ་ལྟ་བུ་གཟིགས་ནི། ཨོ་མ་ཨའི་དེ་དགའ་རྒྱལ་ལུང་རྒྱུད་བཅུ་བདུན་དུར་སྣང་ཆ་ཨ་ནི་བཞུ་ལས་ལ། དབུ་ནུ་གི་ཨོ་ག་ཏེན་གྱི་ཨོམ་ཨེ་ཏེན་སོགས་དམངས་པོ་ཏུར་ཀི་ནི་རྒྱུ་བཅུ་བདུན་ད་གན་གྱི་བུ་ལ་པུ་ར་ཀི་རང་བཞུན་བྱས་ལ། གཞུ་ནི་བུ་ཨུ་ཏུ་ཀི་བུ་རྒྱུ་བཅུ་བདུན་ད་གན་གྱི་བུ་ཤུ་ཧམ་ད་བུ་ཡིག་བྱེ་ཡ་དམ་ནི་ལ། དམངས་པོ་ཏུར་ཀི་ཡོན་ཏན་མཆོད་མཁན་སོགས་འགའ་མཁན་པའི་བདག་པོ་བ་ཀི་ད་རོག་ཏེ་བ་ཀི། རེ་རེ་བཞིན་དུ་ཁེངས་བཅག་གི་འགྱིང་མིག་རང་བུ་ལྗང་ལྟ་བུ་སོང་ཡོང་པ་དང་ཡོང་མིན་བབ་ཀྱི་ལ་ཨུ་དུ་བ་ག་རྒྱུ་བཅུ་བདུན་ག་འཇའ་ལུང་ནང་མ་མ་ནང་སྐྱ་རང་སེ་ལུ་མ་འཇའ་གི་ཚེ་དཔང་གི་སེ་འཇའ་བའི་ཚེ་དཔང་གི་ལྟ་བུ་དུ་གི་བ་ཧང་ཡི་སུང་སྐྱ་རང་ཁེ་ལུན་མ་འཇའ་གི་ལ་ཨུ་ནུ་ལྟ་བུ་གི་བ་བསྟན་གྱི་རྗེས་དེ་ནང་ག་རྒྱུ་བཅུ་བདུན་ལྟ་ག་འགྱེད་བུ་ཞུང་ཧང་ལྟ་བུ་དུར་ག་ཡིག་བཅག་གི་ལ་མོ་ཨུ་ལྟ་ག་སྔོ་ཁྲི་ཟེ་མོ་དུར་ཞུ་ལེ་ཨན་ཞུ་ལེ་ལ་ཐུར་ནིག་ཙི་ག་ཕན་ཐོགས་པེ་ག། ནི་རེ་བ་སྐད་ནི་ཞུན་ཆ་ཨ་ནི་ཞུ་ལེ། སྤྱིར་བཏང་ཨའི་སྟེང་གི་རྒྱུད་བཅུ་བདུན་འདའ་ཁ་འགྱེད་པོ་ཞུ་རྒྱུད་བཅུ་བདུན་འདའ་ཁ་འགྱེད་པོ་ཞུ། སྤྱིར་བཏང་ཨའི་སྟེང་ལྔ་བསྒྱུར་སྙིང་མ་པ་ནི་བྲག་ལྔ་བསྒྱུར་སྙིང་མ་ནང་ག། ཡོངས་སུ་བསྒྲགས་པ་ཆོས་ཞུ་ཧང་གི་ལ་ཡ་སྟེ་ཞུ་ནི་ལ། གཏེར་མ་དང། བཀའ་མ། བརྡ་ནང་དང་ནི།

མ་ཧཱ་ཡོ་ག། ཨ་ནུ་ཡོ་ག། ཨ་ཏི་ཡོ་ག་ཨ་ནི་བསམ་ནང་གི་བུ། རྒྱུ་བཅུ་བདུན་མདའ་གང་གི་བུ་ཞུ། ཨུ་ག་ཁོངས་སུ་གཏོགས་པའི་ཡ་དང་ནི་ལ། མ་ཨ་ནུ་ག་ཁོངས་སུ་མ་གཏོགས་པ། ཨ་ཏི་ག་ཁོངས་སུ་གཏོགས་པའི་རྫོགས་པ་ཆེན་པོ་ཨ་ཏི་ཡོ་ག། འོ་ན་ག་ཁོངས་སུ་གཏོགས་པའི་རྒྱུ་བ་ལ་ཨེ་ཞུ་ལེ་ལ་རྒྱུ་བཅུ་བདུན་མདའ་གང་གི་བུ། འོང། ཨ་ཏི་ཡོ་ག་ནང་ག་བུ། ཨི་ཝང་ཧབ་ཏུ་བཅའ་ཡ་དང་ནི་ན་བསམ་བཅའ་ན། བསམ་ཤང་གི་ན། སེམས་བདེ་བློང་བདེ། མན་ངག་གི་བདེ་ཨ་ནི་བསམ་བཅའ། འོང་ན་ནང་གི་སེམས་བདེ་བློང་བདེ་མན་ངག་གི་བདེ་བསམ་བཅའ་བ་ནང་གི་བུ། དབུ་མ་རྒྱུད་བཅུ་བདུན་ཟླ་ག་འགྱེད་པོ་ཨའི་སྟེང་སྐྱབས་རྗེ་རྣམ་བཀའ་སྙིང་པོ་རིན་པོ་ཆེ་གི་ནང་ག་འགྱེད་པོ་རྒྱུད་བཅུ་བདུན་ཟླ་ག་འགྱེད་པོ་ཞོག། སེམས་སྡེ། ཀློང་སྡེ་མན་ངག་གི་སྡེ་བསམ་བྱུང་བ་ནང་གི་མན་ངག་གི་སྡེ་ག་ཁོངས་སུ་གཏོགས་པའི་ག

འོམ་ཨ་ཏི་ཡོ་ག་གནང་སྐབས་བུ་སེམས་བདེ་ལོང་བདེ་མན་ངག་གི་བདེ་བསམ་བྱུང་བ་ནང་གི་མན་ངག་འགའ་བདེ་འགའ་ཁོངས་སུ་གཏོགས་པ་འགའ་བྱེད་དུ་རྒྱུ་བོ་ལ་ཨན་རྒྱུ་ལས་དང་རྒྱུ་བཅུ་བདེ་འདའ་གང་གི་བུ་བུ་སེམས་བདེ་ལོང་བདེ་མན་ངག་གི་བདེ་ནང་གི་མན་ངག་འགའ་མན་ངག་བདེ་འགའ་ཁོངས་སུ་གཏོགས་པ་དུ་རུ་རྒྱུ་བོ་ལ་ཨན་རྒྱུ་ལས་དང་འོ་ནུབ་ལྟ་བུ་ཁེན་མེད་ཁེ་བོ་ཤུ་ན་མི་བསམ་མི་དགེ་ཕྱི་ལུ་དུར་རྗེས་འདང་ལ་འཇམ་སྣང་གསན་བཅག་གི་ལ་བྱང་རང་ཁྱེད་ཁྲག་གི་ལ་རྣམ་སྨིན་བསམ་མི་མགོ་དུ་ལྟ་བུ་རྩ་དང་པོ་ལས་ཞུན་མ་འབྱར་ལ། འོམ་འདི་རྗེ་རིན་པོ་ཆེ་གི་ཧང་སྟེ་གསུང་མ་བྱུང། བསམ་པ་བཟའ་དང་ས་བཏང་ལམ་ཡང་བཟའ། བསམ་པ་ངན་དང་ས་བཏང་ལམ་ཡང་ངན། དམ་ཅན་བསམ་པ་བདག་ལ། དམ་ཅན་བསམ་པ་བདག་ལ་ར་ལས་པས་རྟག་པར་བསམ་པ་བཟང་ལ་འདེབས་པར་བྱ། གསུང་མ་བྱུང། རྗེ་ཀྱི་འོ་མ་ཞུན་དགའ་ཡུལ་བསམ་པ་བཟང་པོ་གི།

ཨ་ཡིག་བེ་ཡོག་མ་ཡི་སྟེང་ཀ་མ་ཧཱ་ཡོ་ག་ཨ་ནུ་ཡོ་ག་ཨ་ཏི་ཡོ་ག་ནང་གི་བ་ཨ་ཏི་ཡོ་ག་ཁོངས་སུ་གཏོགས་པའི་ཡོ་ཨ་ཏི་ཡོ་ག་ནང་ག་བུ་ནི་ཨ་ཡི་སྟེང་ཀ་སེམས་སྡེ་ཀློང་སྡེ་མན་ངག་གི་སྡེ་ཡི་ཆུ་བ་ནང་གི་མན་ངག་སྡེ་ཀ་ཁོངས་སུ་གཏོགས་པའི་རྒྱུ་བ་ལ་ཨན་ཞུ་ལས་འུར་འུར་དུ་ལྟ་བུ་རྒྱུ་བ་ལ་རྒྱུ་བཅུ་བདུན་དང་ཀ་ནི་འུར་འུར་དུ་ལྟ་བུ་རྩ་ཆེ་ལུགས་ཀྱི་ལམ

བྱིན་རླབས་འཇུག་པའི་རང་མ་འགྲོ་བས་འཇུག་པས་ནི་བྱིན་རླབས་མ་འགྲོ་བ་འཇུག་ནི་ལ་རང་ག་ཕྱིར་བཞུད་ནི་བུ་རང་ག། རྒྱུ་སྨིན་པར་སྨིན་པའི་རེ་བས་ཡན་ཞུ་ནི་རྒྱུ་སྨིན་པའི་རེ་ནི་ལ་ཕྱིར་སྤྲུལ་པའི་ག་རྣམ་སྨིན་བསམ་མི་སྤྲོ་བ་ཞིག་པའི་རེ་བས་རྒྱུ་བ་ལ་ཡན་ཞུ་ནི་ཧུ་ནུ་རྒྱུ་བ་དེང་གི་ཐུར་ནི་ཙི་ཀ་འཕན་ཏོག་པའི་གདན་དག་གི་སྤྱི་བོ་དུ་ཀི་པུ། རྒྱུ་བཅུ་བདེན་ག་ངོ་སྤྲད་སེན་མོ་དུར་ཞུ་བ་ནང་ལ་ཡན་ཞུ་ནི།